ལྷོ་སྡེར་ལུགས་ཀྱི་ཐེག་པ་རིམ་པ་དགུ་ཡི་ནང་ནས། ཐེག་པ་རིམ་པ་བདུན་པ། ཨ་དཀར་གྱི་ཐེག་པ་སྐོར་ལ་བཤད་ན། ཨ་དཀར་གྱི་ཐེག་པ་དེ། དབང་པོ་རབ་འབྲིང་ཐ་གསུམ་གྱི་ནང་ནས། དབང་པོ་རབ་ཀྱི་ཐེག་པ་ཅིག་རེད། ཨ་ནི། ད་ཨ་དཀར་ལུགས་ཀྱི་ཐེག་པ་དེ་སྤྱི་དང། སྔགས་ཀྱི་ཐེག་པ་ཅིག་རེད་ལ་ནི་དེ་ཡང་གཙོ་བོ་ཕྱི་ཡི་སྣོད་ས་རྡོ་རི་བྲག་ནགས་ཚལ་དང་ཕྱི་སྣོད་ཐམས་ཅད་ལྷ་དང་ལྷ་མོའི་གཞལ་ཡས་ཁང་དུ་བལྟ་བཞིན་བལྟ་བ་དང་ནི་ནང་བཅུད་ཀྱི་སེམས་ཅན་ཡོད་ཚད་ལྷ་དང་ལྷ་མོའི་རང་བཞིན་དུ་བལྟ་ནས་དེ་དག་ཐམས་ཅད་སྣང་ལ་རང་བཞིན་མེད་པར་རྟོགས་པས། ཐེག་པ་ཞིག་རེད། དེ་ཡང། གཙོ་བོ། སེམས་དཔའ་སུམ་བརྩེགས་ཟེར་ནས། དབྱིངས་ནས་ཡེ་ཤེས་སྤྱན་དྲངས་པ་དང། བདག་དམ་ཚིག་སེམས་དཔའ་དང། དེ་གཉིས། གཉིས་སུ་མེད་པར་གྱུར་པ་གཉིས་མེད་ལས་ཀྱི་སེམས་དཔའ་སོགས་སེམས་དཔའ་སུམ་བརྩེགས་སྒོ་ནས་ཉམས་སུ་ལེན་ཚུལ་ཡོད་རེད། འཇུག་སྒོ་སྟེ། འཇུག་སྒོ་ཉམས་སུ་ལེན་སྟངས་དང། འགྲོ་བའི་ལམ་འགྲོ་དེ་གཙོ་བོ་འཇུག་སྒོ་ཉམས་ལེན་དང་འགྲོ་དེ་ལ་སྔགས་ཀྱི་རྣམ་འགྱུར་ཡོངས་གྲགས་ཀྱི་ཆོ་གའི་རིམ་པ་འདྲ་བོ་བྱས་ན། བསྙེན་པའི་གཞི་མ་སྒོ་དགུ། སྒྲུབ་པའི་ཡན་ལག་བཅོ་བརྒྱད། ལས་ཀྱི་མཆོག་སྦྱིན་སྡེ་དགུ་ཟེར་ནས། དེ་འདྲའི་གི་ཨ་ནི་རིམ་པ་ལ་བརྟེན་ནས་ཨ་ནི་གཙོ་བོ་ཡི་དམ་ཟེར་ན་རེད་ཨ་ནི་བོན་གི་ཐུ་མོ་མ་ཡིན་པའི་བརྡ་སྐད་ལ་སེང་དཀར་ད་སེང་དཀར་མི་འདྲ་སོ་སོ་གི་གཞུང་བསམ་པའམ་ཡང་ན་གཞུང་དེ་འདོན་ཆོག་བྱས་ནས་ད་གཞུང་སྒྲུབ་པ་ལ་བརྟེན་ནས་གཙོ་བོ་སོ་སོའི་ལུས་ཀྱི་ཕྱག་རྒྱ་སྣ་ཚོགས་བསྒྱུར་བ་དང། ལག་པའི་ཕྱག་རྒྱ་སྦྱར་བ་དང། ངག་གི་སྒོ་ནས། ད་སྔགས་རེ་སྙིང་པོ་འདོན་པ་དང། ཡིད་ཀྱི་སྒོ་ནས་ཏིང་ངེ་འཛིན་བསྒོམ་པའི་ཆ་ནས་ད་ཉམས་སུ་ལེན་པ་ཞིག་ལ་ད་གཙོ་བོ་ཉམས་སུ་ལེན་པའི་སྒོ་ནས་ཡེ་ཤེས་ཀྱི་སྣང་བ་ད་ལྷ་སྐུ་ཕྱག་རྒྱ་ཆེན་པོའི་རང་བཞིན་དུ་གྱུར་པ་བསྒྱུར་བར་བྱེད་པའི་ཐེག་པ་ཞིག་ལ་ཨ་དཀར་གྱིས་ཐེག་པ། ཨ་ནི། ད་དེ་ཉམས་བླངས་པའི་ཡོན་ཏན་དེ་ལ་ག་རེ་ཡོད་རེད་ཟེར་ན། ཨ་ནི། བསྐྱེད་རྫོགས་ཟུང་འཇུག་གི་ད་རྒྱུ་ལམ་ལ་བརྟེན་ནས་ད་འབྲས་བུ། གསལ་སྟོང་གཉིས་མེད་ཀྱི་ལྷ་སྐུ་ཕྱག་རྒྱ་ཆེན་པོ་ཐོབ་པ། ཅེས་པའི་ཨ་ནི་ཐེག་པ་ཅིག་རེད། དེ་ནས་དེ་གི་འབྲས་བུ་དེའང་ད། སྐྱེ་བ། ད། གཅིག་དང། གཉིས། ནང་ནས་ཨ་ནི། ད། ཐར་པ་ཐོབ་པ། བྱེད་པའི་འབྲས་བུ་ཡོད་རེད། འདི། ད། ལྷོ་སྡེར་ལུགས་ཀྱི་ཐེག་པ། རིམ་པ། བདུན་པ། ཨ་དཀར་གྱི་ཐེག་པའི་སྐོར་ཡིན།